རྒྱལ་པོའི་འབྲུག་གསུམ་ལ་ཡོད་དེ་ངེད་ཀྱི་དབུས་གཙང་རྒྱ་ཆེ་མི་མང་གིས་གུས་མོར་རྒྱབ་སྐྱོར་གནང་པའི་ཐོག་ནས། ད་ལྟ་སྐབས་སུ་བབས་བའི་ཕྱི་དྲོའི་ལས་ཐོག་ཆགས་བསྡད་ཀྱི་ཡོད། རྣམ་པ་ཚོས་ད་ལྟ་བར་དུ་རྒྱབ་སྐྱོར་གནང་བར་ཡིད་ཆེས་གནང་བར་ཡང་ཐུགས་ཆེ་ཞུ་འདོད་བྱུང། ད་རིང་ངས་སྙན་ཐོ་བཟོས་བར་རྒྱུ་རྐྱེན་གཙོ་བོ་འདི། སྐབས་བཅོ་བརྒྱད་པའི་བོད་མི་མང་སྤྱི་འཐུས་ཀྱི་འོས་བསྡུ་ལ་ཡང་གུས་མོ་ཡར་ལངས་ཀྱི་ཡོད་ཅེས་སྙན་གསང་ཞུ་ཡས་དེ་ཡིན། རྣམ་པ་ཚོ་མཁྱེན་གསལ་ལྟར། ང་རང་ཚོ་བཙན་བྱོལ་བོད་གཞུང་གི་ལས་འགན་གཙོ་བོ་དེ་བོད་ཀྱི་བདེན་མཐའ་སེལ་ཐབས། དེ་ནང་བཞིན་ང་རང་ཚོ་བཙན་བྱོལ་ལ་བཞུགས་དེ་ངེད་ཀྱི་བོད་མི་ཚོའི་ཀྱི། བདེ་སྡུག། གཟི་བརྗོད་ཐོག་ལ་ཕྱག་འདེབས་ཀྱི་འོ་རེད། ཕྱག་ལས། འདི་གཉིས་ཀྱི་གཙོ་བོ་ལ་གཞི་བཞག་པའི་ཐོག་ནས། སྤྱི་འཐུས། གཅིག་གིས། ཁྲིམས་བཟོ་ལྷན་ཁང་ལ་བཞུགས་ཀྱི་ངེད་ཀྱི་འཐུས་མི་གཅིག་གིས་འོས་འགན་གཙོ་བོ་དེ། འདིའི་ཐོག་ལ་ཕྱག་རོགས་ཞུ་ཡ་དེ་རེད། ང་རང་ཚོས་ཀྱིས་བོད་ཀྱི་བདེན་མཐའ་གསལ་དང་བྲལ་བའི་ཐོག་ནས་བཀའ་ཤག་རིམ་པ་གཉིས་ཀྱིས་དུས་ཡུན་དེ་ལ་ཡ་སོད་སོད་ངོས་ནས་སྤྱི་འཐུས་བྱེད་ཡ་གྱི་གོ་སྐབས་ཅིག་བྱུང་སོང། འདིའི་བརྒྱུད་རིམ་ནང་ལོགས་ལ་བོད་ཀྱི་བདེན་མཐའ་གསལ་དང་བྲལ་བའི་ཐོག་ནས་བཀའ་ཤག་གཉིས་ཀྱིས། ཆ་བཞི་ཡིན་ནའི་རེད་ཆ་ནག་ཡིན་ནའི་རེད་ཕྱག་ལས་ག་ཚོད་གནང་བཞག་འདི་དང་འབྲེལ་བའི་ཐོག་ནས་གུས་མོའི། གང་ཐུགས་རྡོ་རྗེ་བསམ་སྦྱར་ཕུལ། དྲི་བཟས་ཞུ། དོགས་འདྲི་བསླང། གང་ལྟར་ཕྱག་ལས་ག་ཚོད་འདང་ཐུག་དོ་ཐུག་མི་འདོ་བོད་ནང་ལོག་གི་བོད་མི་ཚོའི་གི་རེ་འདུན་ག་རེ་རེད་ཤག་རེ་བ་ག་རེ་རེད་ཤག་གནས་བབ་ག་རེ་རེད་ཤག་བདེན་འཚོ་དང་འབྲེལ་བའི་ཐོག་ནས་དྲན་སྐུལ་ཞུ་ཡས་ཀྱི་གོ་སྐབས་བྱུང་སོང། འདི། གྲོས་ཚོགས་ར་བ་ཙམ་མ་ཟད། གྲོས་ཚོགས་ཀྱི་ཆོས་ལོག་ལ་ཡ། གུས་མོའི་ངོས་ནས། བོད་མི་མང་སྤྱི་འཐུས་གཅིག་གི་སྐུ་ཚབ་བྱིན་པའི་ཆ་བཞག་ནས་གངས་ཅན་པ་བྱིན་པའི་ཆ་བཞག་ནས་གངས་ཐུག་ཐུག་ཅིག་བདེན་ཆ་འདྲ་མིན་ལི་ཡ། བོད་ནང་ལུགས་གནས་བབ་དང་བྲལ་བའི་ཐོག་ནས། བོད་མི་ཚོ་གི་རེ་འདུན་དང་བྲལ་བའི་ཐོག་ནས་ང་རང་ཚོ་གི་ཕུགས་བསམ་དང་བྲལ་བའི་ཐོག་ནས་ཇུ་ཤི་ལ་ཡན་གྱི་གོ་སྐབས་འདྲ་མིན་བྱུང་སོ་ཞེས་སྙན་གསང་ཞུ་ཡ་ཡིན། འདི་ན་བཞིན་ང་རང་ཚོ་བཙན་བྱོལ་གྱི་གནས་བབ་དང་འབྲེལ་བྱས། སྤྱི་འཐུས་ལྷན་ཚོགས་ཀྱི་ཕྱག་ལས་འདི་བཀའ་ཤག་གིས་ད་ལྟ་བཀའ་ཟུར་ཕར་བའི་ཕྱག་ལས་གནང་བཞིན་པ་དེ་ལ་ཡང་ང་ཚོས་ཀྱི་བསམ་འཆར་ཕུལ་བའི་ཕྱག་དེ་འོག་རེད་གཙོ་བོ་དེ་ས་གནས་ས་ཐོག་ལ་ཡོད་ལྟས་ངན་གྱི་བོད་མི་ཚོ་གྱི་བདེ་སྡུག་འདི་བཀའ་ཤག་གིས་མ་མཁྱེན་པ་ཡོད་པ་ཡིན་ན་དེ་ཚོ་ཡང་སྙན་གསང་ཞུ་བའི་ཅིག་དང་ཕྱག་ལས་གནང་མ་ཐུབ་པ་མ་གནང་པ་གར་གཏོགས་དེ་ཡང་སྙན་གསང་ཞུ་བའི་ཕྱག་དེ་འོག་རེད་ཆེ་ཚང་སྤྱི་འཐུས་ལྷན་ཚོགས་ཀྱི། སྤྱི་འཐུས། ཚོགས་གཙོ་སྦྲེལ་པོ་གཉིས་ཀྱི་ངོས་ནས་ལས་འགན་བསྐུར་བཞག་པ་དེ། ས་གནས་ས་ཐོག་ལ་བཅའ་འོས་པའི་ཐོག་ནས་མི་མང་གི་བདེ་སྡུག་ཡང་སྙན་གསང་ཞུ་འོས་ཏེ་སུད་སུའི་ངོས་ནས་གང་ཐུབ་ཐུབ་འབད་བརྩོན་ཞུས་པ་ཡིན། འདི་གྲོས་ཚོགས་རང་དབང་གཅིག་པུ་མ་ཟད། སུད་སུའི་གི་ནུས་པ་བེད་སྤྱོད་བཏང་པའི་ཐོག་ནས་དཔོན་རིགས་ཁག་ལ་ཡང་སྙན་གསང་ཞུ་ཡ། ང་རང་ཚོ་བཙན་བྱོལ་བོད་གཞུང་གི་ཆོ་ལོ་ལ་སྙན་གསང་ཞུ་ཡའི་ཐོག་ལ་སུད་སུའི་ངོས་ནས་འབད་བརྩོན་ཞུས་པ་ཡིན། འདི། ངའི་ངོས་ནས་ལས་འགན་གཅིག་ཆགས་བསྡད་ཀྱི་ཡོད་ཅེས་སྙན་གསང་ཞུ་ཡ་ཡིན། དེ་ནང་བཞིན་ཁྲིམས་བཟོ་སྡེ་ཚན་ཆེན་པོའི་ཆ་བཞག་ནས་ང་རང་ཚོའི་གི་ཁྲིམས་བཟོ་གི་བརྒྱུད་རིམ་ནང་ལོགས་ལ། ཐག་གཅོད་གི་རིམ་པ་མང་པོ་ཆགས་དེ་འོག་རེད། ངའི་སྨྱོས་ནས་ཉི་མ་དང་པོ་ནས་ཕྱི་རྗེས་དམ་འབུལ་ནང་ལོགས་ལ་བསད་བཞག་འདི། རང་དོན་དང་ཕྱོགས་ལྷུང་མེད་བ་དང་འཇིགས་ཞུམ་ཆགས་སྡང་མེད་པའི་ཐོག་ནས་ཐག་གཅོད་ཆ་ཚང་བྱེད་གི་ཡིན་ཞེས་དམ་འབུལ་ཞུ་བ་ཡིན་བྱས་ཙང་ཁྲིམས་བཟོ་གི་བརྒྱུད་རིམ་ག་རེ་ཡིན་པ་ནས་རེད། བཀའ་ཤག་ལ་སྙན་གསང་ཞུ་བའི་བརྒྱུད་རིམ་ག་རེ་ཡིན་པ་ནས་རེད། སྡིངས་ཆ་ཆུ་ལོག་ལ་ཡང་གྲོས་ཚོགས་ཆུ་ལོག་ལ། ལས་ཀ་ག་རེ་བྱས་པ་ཡིན་ནས་རེད། བོད་མི་ཞིག་ཡིན་པའི་ཆ་བཞག་ནས། སུད་སུད་ཀྱི་འོས་འགན། བཅའ་ཁྲིམས་མདུན་ལ་ཡང་དམ་འབུལ་བྱེད་ངེས་ཡིན་པའི་ཆ་བཞག་ནས་སོ་སོའི་འོས་འགན་གཙོ་བོ་དེ་ཆུ་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུས་པས། ང་རང་ཚོའི་གི་མེས་པོ་ཚོ་གི་བོད་ཀྱི་རྩ་དོན་དང་བཙན་བྱོལ་བོད་གཞུང་ཆེད་དུ་སྐུ་ལས་ག་ཚོད་སྐྱོན་འདུག་འདི། ང་རང་ཚོས་སྲུང་སྐྱོབ་ཞུ་ཐུ་ཡ། དེ། སྡེ་ཚན་འདིས་ང་རང་ཚོ་བཙན་བྱོལ་བོད་གཞུང་འདི་སྔར་ལས་ལྷག་ཅིག་མདུན་སྐྱོད་ཞུ་ཐུབ་བའི་ཐོག་ལ། སོ་སོའི་ངོས་ནས་གང་ཐུབ་ཐུབ་ཞབས་ཞུ་ཞུ་ཡས་ཀྱི་གོ་སྐབས་ཅིག་བྱུང་སོང་ཨ་གོ་སྐབས་དེ་གནང་ངེས་ཏེ་རྒྱ་བོད་འབྲུག་གསུམ་ལ་ཡོད་བསྡད་ངེས་ཀྱི་དབུས་གཙང་རྒྱ་ཆེ་མི་མང་ཆགས་བསྡད་ཀྱི་ཡོད་སྣམ་བུ་ཚོ་ལ་ཡང་ཐུགས་ཆེ་ཞུ་ཡས་ཡིན། ཨ་ནི་ངའི་ངོས་ནས་ངེད་ཚང་ཞུ་ཡས་གཙོ་བོ་དེ་ག་རེ་ཞུ་འི་ན། འབྱུང་འགྱུར་གྱི་ལོ་ལྔ། ལོ་བཅུ་ནང་ལོགས་ལ་ཡ། ང་རང་ཚོ་བོད་ཀྱི་གནས་བབ་གར་ཆགས་བསྡད་ཀྱི་ཐོག་བོད་ནང་ལོགས་ཀྱི་གནས་སྟངས་གར་ཆགས་བསྡད་ཀྱི་ཐོག་གཙོ་བོ་དེ། རྒྱ་ནག་གཞུང་གི་དྲག་གནོན་གྱི་སྲིད་བྱུས་འོག་ལ་ཡ་ཞུ་ཞུ་བོད་མི་ཚོ་ལ། ང་རང་ཚོ་གཞོན་སྐྱེས་ཕྲུ་གུ་ལོ་བཞི་ནས་བཞི་ནས་གོང་ལོ་བགྲེས་པ་ནང་ལོགས་ལ་སྐུ་ངལ་ག་རེ་སྤྲད་ངེས་ཆགས་བསྡད་ཀྱི་ཐོག་དེ་དཀའ་ངལ་བཟོད་ངེས་སུ་རེད་དེ་དང་འབྲེལ་བའི་ཐོག་ནས་གོ་རྟོགས་སྤེལ་ཡ་དྲན་གསོ་ཞུ་ཡ་དེ་ཚོ་ཆ་ཚང་གཅིག་ཉི་མ་དང་པོ་ནས་དཀའ་ལས་རྒྱག་པ་ན་བཞིན། མུ་མཐུད་ནས། ཉམས་མྱོང་དེ་ཁེབས་པའི་ཐོག་ནས། ལོ་བཅུ་ལྷག་གི་ཉམས་མྱོང་དེ་ཁེབས་པའི་ཐོག་ནས་དེ་ལ་ལྷག་བཅས་སོ་སོའི་ངོས་ནས། འབད་བརྩོན་ཞུ་གི་ཡོད་ཅེས་བཅས་ད་རིང་ངས་རྣམ་པ་སོ་བདུན་ལ་ཡང་དམ་འབུལ་ཞུ་ཡ་ཡིན། དམ་བཅའ་དེ་ཁེབས་པའི་ཐོག་ནས། འདས་པའི་གང་ཐུག་ཐུག་ཅིག་ལས་ཀ་བྱེད་བཞག་ཡོད། མ་འོངས་པའི་ད་ག་རང་ལས་ཀ་བྱེད་ཀྱི་ཡིན་ཅེས་བཅས་གལ་ཏེ། རྒྱ་བོད་འབྲུག་གསུམ་ལ་ཡོད་དེ་ངེད་ཀྱི་དབུས་གཙང་རྒྱ་ཆེའི་མི་མང་ཉོན་ནས་བསྐྱར་དུ་གུང་མོ་ལའི་གོས་ཁབ་བསྣམས་པ་ཡིན་ན། ལོ་བཅུ་དེའི་རྩ་བ་གཉིས་ནས་ཆུད་ཟོས་བཏང་མེད། དེ་ལ་ལྡོག་སྟེ་གང་ཐུག་ཐུག་ཅིག། སུ་སུ་ལའི་རྒྱབ་སྐྱོར་ན་ངེད་ཚོ་ལ་སྤོ་བོ་སྐྱེ་དགོས་བ་ཅིག། ང་རང་ཚོའི་འཐུས་མི་དེ་ལས་ཀ་ཆེ་བས་ནི་བྱེད་ཡ་འདུག་ད། སྤྱི་འཐུས་ཡིན་བས་ན་གྲོས་ཚོགས་ར་བ་ཙམ་མ་ཟད་གྲོས་ཚོགས་ཀྱི་ཆོ་ལོག་ལ་ཡ། ང་རང་ཚོ་བོད་ཕྱི་ནང་གཉིས་ཀྱི་སྐུ་ཚབ་དོན་ཐུག་ཡ། གཙོ་བོ་དེ་ལ། ང་རང་ཚོའི་ཆོལ་ཁ་གསུམ་གྱི་སྐུ་ཚབ་དོན་པའི་ཐོག་ནས། མ། ཆུ་ལོག་ལ་ཡ། མི་མང་བདུན་ལ་ཡ་མ་དོན་ཐོ་ཡའི་གོ་སྐབས་འདུག་ཞེས་བྱས་ཏེ་གོ་སྐབས་དེ། གང་ཐུག་ཐུག་ཅིག། བཟང་ཕྱོགས་ཐོག་ནས་བོད་ཆོས་དང་ཐུ་བའི་ཐོག་ལ་ཡ། ངའི་ངོས་ནས། ལས་ཀ་བྱེད་ཀྱི་ཡིན་ཞབས་ཕྱི་ཞུ་གི་ཡིན་ཞེས་རྣམ་པ་ཚོ་བདུན་ལ་ཡ་བརྙས་ཚར་ཞུ་བས་ཡིན། ཨ་ནི། དེབ་པ་ལ་ཡ་རྒྱབ་སྐྱོར་གནང་བར་ཐུགས་ཆེ་ཞེས་ཞུ་བས་ཅིག་དང་མ་འོངས་པ་མུ་མཐུད་ནས། རྒྱབ་སྐྱོར་གནང་གི་ཡོད་པའི་རེ་བ་ཞུ་གི་ཡོད་ལ། རེ་བ་དེའི་ལ་ཆུ་ཚོད་རྩ་བ་གཉིས་འདང་གི་མེད་ཞེས་རྣམ་པ་ཚོ་ལ་ཡ། དམ་བཅའ་ཕུལ་གྱི་ཡིན། ཐུགས་ཆེ།